འཛམ་གླིང་ཕྱོགས་དང་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མོ་ཡོངས་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་དེ་རིང་གི་སྙན་ཐུང་དེའི་བརྗོད་གཞི་གཙོ་བོ་གང་ཡིན་ཞུས་པ་ཡིན་ན། བོད་ཀྱི་དུས་སྟོན་སྐབས་བྱིས་པའི་གྲུང་སྡེ་ཚོང་འགྲེམས་ཞུ་ཡ་གི་གསལ་བསྒྲགས་དང་འབྲེལ་བའི་སྙན་ཐུང་ཅིག་དུས་སུ་ཆགས་ཀྱི་ཡོད་ད་ད་རེས་ཡོང་རྒྱུའི་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་བདུན་རེས་གཟའ་ཉི་མའི་ཉིན་མོ་དེ་ལ་ང་རང་ཚོས་ནིའུ་ཡོག་ཏུ་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་ཞུས་པའི་ཐོག་ནས་བོད་ཀྱི་དུས་སྟོན་ཆེད་ཆེད་སྲུང་བརྩི་ཞུས་གནང་ཡང་ད་གང་དང། བོད་པའི་ཚོང་པ་ཚོ་གིས་ཚོང་དོན་ཡག་དང་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་དུ་སེ་ཞལ་ལག་བཙོང་གནང་ཡང་ད་འདི་བོད་ཀྱི་དུས་སྟོན་བྱས་རྗེས་ཟླ་གཉིས་ནས་དབུ་འཛུགས་གནང་རྗེས་ད་ལོ་ཟླར་ཕྱག་ཆེན་བྱས་རྗེས་དུ་འཚོགས་གནང་ཡ་རེད་འདི་སོང་ཙང་གོ་སྐབས་དེ་དམ་འཛིན་བཟུང་རྗེས་ངས་འདིའི་སྐབས་ལ། བྱིས་པའི་སྒྲུང་དེབ་ཁག་ཅིག་དུ་སེ་ཚོང་འབྲེལ་ཞུ་ཡ་ཡིན་ཨང་འདི་རྣམ་པ་ཚོ་ལ་ད་ལྟ་ཚུལ་མཆན་འབུལ་ཞུ་ཡ་ཡིན། བྱིས་པའི་སྒྲུང་དེབ་དེབ་རང་འདི་རེད། འདི་ནང་ལོགས་ལ་དེབ་བཅུ་བཅུ་ཡོད་རེད་གང་ལྟར་སྒམ་གཅིག་ནང་ལོགས་ལ་དེབ་བཅུ་བཅུ་བཅས་དེབ་བཅུ་དེ་གྲུང་མ་འདྲ་མ་འདྲ་མ་འདྲ་འདུག་ཟེར་རེད་ད་ངས་གྲུང་དེབ་དེའི་རྩོམ་ཡག་གི་མིའི་གཙོ་ག་རེད་ཞུས་པ་ཡིན་ན། ང་རང་ཚོའི་ཕྱི་རྒྱལ་ཡུལ་གྲུ་ཁག་ན་གནས་པའི་ཕྲུ་གུའི་ཕ་མ་ཚོ་ལ་དཀའ་ངལ་འཕྲད་བཞིན་པ་ཅིག་ཕྱིའི་ཁོར་ཡུག་གི་ཤུགས་རྐྱེན་སེལ་ན་འདྲ་ཕ་མ་ཚོས་ཡང་ནས་ལྷོད་ཡངས་ཤོག་པའི་ཞན་ཆ་སེལ་ན་འདྲ་ཕྲུ་གུ་ཚོ་གི་བོད་སྐད་མ་བརྒྱབ་ཅེས་བྱས་འདིའི་དཀའ་ངལ་ཤུགས་ཆེན་པོ་ཆེ་དུས་ཚོད་འཕྲལ་གི་བ་རེད་ད་ག་ལེ་ག་ལེ་དེའི་དཀའ་ངལ་དེ་དུས་བ་ཤུགས་ཆེར་ཆེར་ཕྱིན་པ་ཡིན་ན་ཕ་མ་དང་སྤུ་གུའི་བར་རོ་ལངས་ཡང་ཅིག་སྐད་སྒྱུར་ཚད་གི་བ་སུ་རེད་བོད་པས་བོད་པ་ལ་སྐད་སྒྱུར་བྱེད་གི་བ་དུད་འགྲོའི་གནས་སྟངས་ཅིག་ཆགས་མི་སྲིད་པ་མ་རེད་ད་མ་ཟད་པའི་སྤྱི་བཏང་གི་ང་རང་ཚོའི་ཕྲུ་གུ་ཚོ་གི་མི་རིགས་གཞན་པ་ལུང་པ་གཞན་པ་ཅིག་སྐད་བརྒྱབ་པ་ན་ཧང་སང་སང་རེད་ཅིག་བ་ཆགས་བསྡད་རོལ་དུས་དེ་ལས་ལྡོག་ཅེས། ང་རང་ཚོའི་བོད་པའི་སྤུ་གུ་ཆུང་ཆུང་གཅིག་གིས་བོད་སྐད་རྒྱག་པ་ལ་ཨ་ཨ་སྤུ་གུ་འདི་བོད་སྐད་ཡག་པོ་རྒྱག་ཐུབ་ཟེར་ཧང་སང་སང་བྱས་དུད་འགྲོའི་གནས་སྟངས་ཅིག་ཐབས་སྐྱོ་པོ་ཅིག་འདུག་ཆག་སྒོ་རེད་དེ་ཡིན་སོང་ཙང་དེ་དག་ལ་ཐུ་བེན་གྱིས་ཕྲན་བུ་ཅིག་གསོན་ན་བསམ་པ་ངས་དེ་གྲུབ་འདེབས་སྒམ་དེའི་ནང་ལ་དེབ་བཅུ་ཐམ་བཅུ་ཐམ་པ་ཡོད་རེད་སྒམ་རེ་རེའི་ནང་ལ་དེབ་བཅུ་བཅུ་བྱས་རྗེས་དེ་སྒོང་ཁྱི་པོའི་ཐོག་ནས་དུ་སུས་བཙོང་ཡག་ཡིན

ཨ་ནེ་སྒྲུང་དང་འབྲེལ་བའི་ཡང་ཚིག་གསར་པ་དུ་ཟེར་སུམ་ཅུ་ཐང་པ་དུ་ཞིང་ཡག་བཅས་གཡག་ཟེར་ཡང་འདྲ་བོ་རི་མགོ་ཟེར་ཡང་འདྲ་བོ་འཚོ་སྡོད་ཟེར་ཡང་འདྲ་བོ་གཡག་རྩེ་ཟེར་ཡང་འདྲ་བོ་དུ་སུ་ཚིག་སུམ་ཅུ་ཐང་པ་དུ་ཞིང་ཡག་ཡོད་པ་བཅས་ཡང་དྲི་བ་ཁ་གསུམ་ལ་ངག་ཐོག་ནས་ལན་བརྒྱབ་ཡག་འདུག་ཅེས་བཟོས་བཞག་བཞག་དེ་ནས་མཇུག་ལ་འདམ་ཟིང་གིས་ཡང་གཡག་ག་པའི་ས་ལ་འགྲོ་བའི་ལམ་ཁ་ག་འདྲ་ག་འདྲའི་འཚོལ་དགོས་རེད་ཅེས་ཅེས་རི་མོ་ཡོད་པ་བཅས་གང་ལྟར་ཕྲུ་གུ་ཚོ་ལ་དུ་ཟེར། བོད་ཡིག་དང་བོད་སྐད་བསླབ་ཡག་ལ་ཧ་ཅང་གི་ཐུགས་ཕན་གསོས་བའི་སྐད་བརྡ་གྲུབ་འདེབས་དུ་ཟེར། སྒམ་གཅིག་ནང་ལ་ཨ་ནེ་བཅུ་བཅུ་དུ་ཟེར་ཡོད་དེ་སོང་ཙང་རྣམ་པ་སོས་དེ་དགོས་མཁོ་ཡོད་པ་ཡིན་ན་དེ་ཉི་མ་དུ་ཕེ་རོ་ནང་བྱེད་ཅེས་དུ་ཞུ་ཡག་ཡིན། གྲུབ་འདེབས་དེ་བཅུ་དུ་བ་བཅུ་ག་བརྗོད་བྱ་དང་སྒྲུབ་ཚང་མ་མ་འདྲ་མ་འདྲ་དུ་ཟེར། རེད་ད་དེ་དཔའ་བློ་ལྡན་ཨ་ནེ་དགྲ་བྱུང་སེམས་བཟང་ཅན་ཨ་ནེ་སློབ་གྲྭ་ཟས་བྱེད། དེ་ནས་དེའི་འོག་ཏུ་དེ་དུ་བ་རྩི་ཤིང་གི་གྲོག་པོ་བྲིས་པ་གཡག་དཀར་པདྨ་སྒྲོན་གང། ཨ་འདི་བུ་ཆུང་བསྟན་འཛིན་གྱི་ལས་དབང་ཟེར་གྱི། ཡང་དེ་ནས་སྦལ་པ་དང་ཁོའི་གྲོགས་པོའི་དཀའ་ངལ་ཨན་སེ་ཉལ་ཆུང་ཆུང་ལུག་རྫི་བུ་མོ་ཆུང་ཆུང། ལས་དཔེ་མཚོན་གྱིས་ཞུ་བ་ཡིན་ན་གཡག་དཀར་པ་སེར་སྒྲུང་དེབ་དེའི་མཇུག་ལ་དེ་དུ་བ་བསླབ་བྱ་གཞན་དང་མཉམ་དུ་མཐུན་ལམ་བྱེད་དགོས་པའི་སྟེང་དུ་བ་སྒྲུང་དེ་ཨན་ཚིག་གསར་པ་གསུམ་གྱི་ཐམ་པ་དེ་དུ་བ་སྒྲུང་ཁོ་རང་དང་འབྲེལ་བའི་ཨ་འདི་ཨོ་དེ་དུ་བ་དྲི་བ་ཁག་གསུམ་ལ་ངག་ཐོག་ནས་ལན་རྒྱག་ཡག་དུ་བ་ཡག་རྩི་ཟེར་ན་ག་རེ་ཡག་དགའ་བ་དཀའ་ངལ་གང་བྱུང་ཡོད་རེད་ཡག་ཞུ་བོ་བས་ཅི་ཞིག་བཤད་པ་རེད་དམ་ཟེར། ད་དུང་དེ་བེག་ཆུང་ཆུང་སྙིང་ལྕི་པོ་དུད་འགྲོ་ཚོ་ཨང་ཡོད་དུ་སེ་ཉ་རྟགས་ཅན་དང་བུམ་པ་རྟགས་ཅན་ཨང་ཧ་མགོ་གསུམ་པ་ཨང་དུད་ཐུང་གངས་རི་རྟགས་ཅན་ཨང་དེ་དུ་བ་གངས་རི་རྟགས་ཅན་དང་བོད་ཀྱི་བུ་མོ་སེ་རྒྱབ་སྐྱོར་དུད་འགྲོ་དང་ཨང་ནི་བེག་ཡང་དེ་མ་འདྲ།